ཁ་སང་གོ་ཐོས་སྲིད་སྐྱོང་ལས་ཡར་ཞུ་ཁ་བཏང་གི་འདུག་ད་དེ་ཁོ་རེ་གི་མང་གཙོའི་ཐོབ་ཐང་ཐོག་ནས་ཡིན་གྱི་རེད་ད་གཞན་པ་ཆ་ནས་ད་ད་ད་སངས་རྒྱས་བཅོམ་ལྡན་འདས་ལས་ཁ་བཏང་ཡོང་གི་འདུག་བླ་མ་སྐྱེས་ཆེན་དམ་པ་ཚོ་རྒྱ་བོ་རོམ་ཕྱི་གླེང་བྱས་ནས་ད་དེ་ཁ་བཏང་གི་འདུག་དེ་ཁྱེད་རང་དངོས་གནས་མི་རང་རང་བཙན་ཁྱེད་རང་ཁ་བདག་པོ་བསྐྱངས་ན་ཡག་པོ་རེད་བསམ་གི་འདུག་སྤུ་ཟིང་ངེ་འདི་ཀོ་ལེ་ལ་བོ་ཞིག་དྲར་ད། འོ་དེ་ཚིག་བསམ་དང་ཁྱེད་རང་དང་པོ་ཚར་ས་ག་ནས་ཚར་ཡིན་ཟ་ས་ག་ནས་ཟ་ཡིན། ཁྱོད་ད་ལྟ་ཨ་རིར་སླེབས་སོང་ནས་ཞི་བུ་ཆགས་ཡིན་བསམ་ཚར་ག་མ་དྲན། ངའི་མིང་ལ་བློ་བཟང་བསྟན་འཛིན་ཡིན་ཧུང་སུ་རབ་རྒྱས་ལེན་ཡིན། རེད་བ། དངོས་གནས་སྐྱག་རྫི་མས་ཁྱེད་རང་མཚམས་བཞག་ན་ཡག་པོ་རེད་ད། ད་ཁྱེད་རང་སྲིད་སྐྱོང་ལས་ནི་ཁྱེད་རའི་ཐོབ་ཐང་རེད་བཤད་ཡིན་གྱིར་ད། ད་ལྷ་མ་ལྷ་མ་ལས་བཤད་ད་རྒྱ་བོ་དམ་པའི་སངས་རྒྱས་བཅོམ་ལྡན་འདས། ཀྲིག། དེ་ཚོ་ལས་ཁ་བཏང་ཡོད་དེ་མཚམས་བཞག་ན་ཡག་པོ་རེད་ཁྱེད་རང།

ཁྱོད་གླང་དར་མའི་ཡང་སྲིད་ཀྱི་ཕལ་ཆེན་ཡིན་སར་ངེས་འདུག་ས་ན། ཨོ། ཟབ་ས་ཀྱི་གྲོགས་པོ། ཡག་པོ་ཡོད་ད། ང་ཚོ་བོད་པའི་སྤྱི་ཚོགས་དེ་ཀུན་ནས། སྐྱིད་པོ་ཡོད་རྒྱ་བོར་ཐུགས་རྗེ་བཀའ་དྲིན་ཡིན། ཨོ། འདི་ལ་ཁྱེད་རང་ཀུན་སྤྱོད་དག་ཕུགས་ཚོད་སྤུ་ཚོད་ཞེ་དྲག་མ་རྒྱག་རོགས་གནང། ཨོ། ད་ལྟ་བ་སྐྱིད་པོ་ཡོད་པ་མ་བཟོད་རོགས་ཁྱོད་རང་ཚོ་གི་གོག་ཟངས། ཨ་མདའ། ང་རང་ཚོ་སྤྱི་ཚོགས་ནང་དེ་འདྲའི་གལ་ཏེ་མེད། སྤྱིར་བཏང། བོད་ཤོག་ཁག་ལ་སོ་སོའི་རྒྱབ་རྫས་ལངས་བྱུང་རྒྱབ་བརྟེན་བྱེད་རྒྱུ་ཁོ་ཡག་པོ་མཐོང་སྟེ། ང་ཚོའི་སྤྱི་ཚོགས་ནང་ལ་ཤོག་ཁ་ལྟ་སྐོར་མ་གཏགས་མི་ཡག་པོ་ལག་ཁ་འཆིང་ལྷག་བསམ་རྣམ་དག་བྱུང་ཡོད་འོ་འདི་ལྟ་སྐོར་མ་བྱེད། ངའི་ཤོག་ཁ་དེ་ངའི་ཤོག་ཤོག་ཁ་ཁྱེད་དཔག་ཚག་རེད་ཡོད་མ་ད་ལྟ་བར་དུ་སུ་གང་ཅིའི་དཔག་ཚག་རེད་ཡོད་མ་རེད། དབུས་གཙང་གི་དཔག་ཚག་རེད་ཡོད་མ་མདོ་སྟོད་དཔག་ཚག་རེད་ཡོད་མ་མདོ་སྨད་དཔག་ཚག་རེད་ཡོད་མ། འདི་པོ་ར་སངས་རྒྱས་འདིའི་བཀའ་དྲིན་གྱི་ཆུ་མགྱོགས་རེད་ང་ཚོ་ལ།

འོང། འབྱུང་ཁུངས་དེ་མ་བསམ་ན་བྱུང་ས་གཅིག་རེད། དེའི་དོན་དུ་འདི་འདྲའི་སྐད་ཆ་འདྲ་བོ་དུས་སུ་མ་བརྙེད་རོགས་གནང་བྱས་ནས་ཚང་མ་ལ་འབུལ་དགོས་ཞུས་ཡིན། ང་ལ་ཡ། བཅད་ནས་ང་བརྙེད་བྱས་ངེས་འདུག་ཚང་མ་ལ་ཡ། ཀུ་ཅི། མི་འདི་འདྲའི་འདྲ་བོ་སྐད་ཆ་དུས་སུ་ལ་མ་བརྙེད་རོགས་གནང་བྱས་ནས་འབུལ་དགོས་ཞུས་ཡིན། མ་ཤེས་དབང་གིས་བཤད་རེད་བསམ་ས་རེད་ད། བདེན་རྫུན་སྡུག་ག་རེད་བ་ད། གཞན་པ་ཞག་ཁ་བཏང་ས་ཞག་ཞིག་ད་ཁོས་གིན་ད། ད་བླ་མ་ལས་ཁ། སངས་རྒྱས་བཅོམ་ལྡན་འདས་ལས་ཁ་བཏང་སྟེ་སྐྱབས་མགོན་རིན་པོ་ཆེ་ལས་ཁ་བཏང། བླ་མ་སྐྱེས་ཆེན་དམ་པ་ཚང་མ་ལ་ཡ།

ཨོ་ཡ་བཀྲ་ཤིས་བདེ་ལེགས།